རིག་གནས་འདིའི་མཐའ་ཡས་ནང་ཡོད་པ་འགས་རང་གི་འཚོ་བའི་ཁེ་ཕན་ཙམ་ལ་མ་གཏོགས་རིག་གནས་འདིའི་ཡིད་རྟོན་གཉིས། རིག་གནས་འདིའི་རིན་ཐང་བཞི། རིག་གནས་འདིའི་གལ་ཆེའི་རང་བཞིན་མཐོང་བའི་ཐོག་ནས་ལས་ཀ་བྱེད་མཁན་གྱི་མི་ཉུང་ཉུང། འོ་ལས་ཀ་བྱེད་མཁན་མི་རེ་རྩེ་རེ་ཚོ་ཡོད་པ་ཡིན་ན་རྒྱབ་སྐྱོར་ཐོབ་ཡ་ཧ་ཅང་གི་ཁག་པོ་རེད། སྤྱི་ཚོགས་གང་ལ་མ་སླེབས་ཡོང་དུས་མང་ཆེས་ག་པར་འཚོ་བའི་ཁེ་ཕན་དང་སོ་སོའི་གནས་བབ་འདི་འདྲས་ལ་ཕན་གྱི་ཡོད་ན་བེད་སྤྱོད་བྱེད་ཡ་ཅི་མ་གཏོགས་དངོས་གནས་ལྷག་བསམ་རྣམ་དག་དང་མཐུན་སྒྲིལ་གྱི་ཐོག་ནས་རིག་གནས་ཀྱི་རིན་ཐང་ཤེས་བྱ་བེད་སྤྱོད་བྱེད་མཁན་མི་ཉུང་ཉུང་རེ་ཡོད་པ་ཡིན་ནའི་དེ་ལ་རྒྱབ་སྐྱོར་བྱེད་མཁན་ཉུང་ཉུང་རེད། དེ་ཡིན་དུས་ད་ང་ནང་ཚོ་དགོན་སྡེ་དེ་ལས་ཡག་ག་རེ་ཡོད་རུང་མི་ཚེ་གཅིག་རིག་གནས་ལ་ཐམས་ཅད་འཚོ་བ་སྐྱེལ་འདོད་མཁན་ཡིན་པ་ཡིན་ཙང་རིག་གནས་ཀྱི་རིན་ཐང་ནི་ཤིན་གྱི་ཡོད། རིག་གནས་ལ་བརྟེན་རྗེས་རང་གི་འཚོ་བའི་ཁེ་ཕན་ཡག་དག་མེད་པ་བྱས་སོ་སོའི་བསམ་བློའི་གོ་རྟོགས་མཐོ་རུ་གཏོང་ཡག་གི་ད་རེ་བ་དེ་ཡོད་པ་ཡིན་ཙང་ཁྱེད་རྣམ་པ་ཚོ་ངེས་པར་དུ་ཐ་སྙད་རིག་གནས་ཀྱི་རིག་པའི་གཞོན་ནུ་དེ་དག་གཅེས་འཛིན་བཞི་པོ་ཅིག་གནང་རོགས་གནང། མ་གཞི་གསུང་ཨོ་མའི་ནང་དོན་རིག་པ་སློབ་སྦྱོང་བྱེད་ཀྱི་ཡོད་དེ། ཐ་སྙད་ལག་ནས་མ་བསྟན་པ་དམ་པའི་དོན་ནི་རྟོགས་མི་འགྱུར་གསུང་བ་ནང་བཞིན་ཐ་སྙད་རིག་གནས་ལ་ལྷོད་ཡངས་ཅི་ཡེ་མ་བཏང་རོགས་གནང། སྙན་མ་དང་འདྲ་གི་མི་འདུག། ད་ལྟ་ཡིན་ན་སྤྱི་ཚོགས་གང་ལ་ཡང་དཔེར་ན། བརྡ་སྤྲོད་གཞུང་ལུགས་ཆ་ཚང་སྦྱངས་མཁན། སྙན་ངག་གཞུང་ལུགས་ཆ་ཚང་སྦྱངས་མཁན། མངོན་བརྗོད་གཞུང་ལུགས་ཆ་ཚང་སྦྱངས་མཁན།

བརྡ་སྤྲོད་ཡིན་ན་ཁ་ཤས་ཀྱང་གཞུང་ལུགས་ཆ་ཚང་ཤེས་མཁན་མི་འདུག་ཨ་འདི་ཡིན་པ་ཡིན་ཙང་མ་གཞི་ནི་ནང་བསྟན་རིག་པ་གཙོ་བོ་རེད་དེ། ནང་བསྟན་རིག་པ་གཞུང་ལུགས་རྒྱ་ཆེན་པོ་དེ་ག་རེས་འཆིང་བསྡད་ཡོད་རེད་པས་ཟེར་ན་ཐ་སྙད་རིག་གནས་ཀྱིས་འཆིང་བསྡད་པས་སོ། ནང་དོན་རྡོག་རྡོག་དེ་ནང་དོན་རིག་པ་རེད་ལམ་བསླབ་པ་གསུམ་གྱི་ཉམས་ལེན་བྱེད་དགོས་རེད། སྡེ་སྣོད་གསུམ་ལ་འཆད་ཉན་བྱེད་དགོས་རེད་སྡེ་སྣོད་གསུམ་གྱི་བསྡུས་པ་སྤྲོད་ཡག་དེ་ཐ་སྙད་རིག་གནས་རེད། ག་རེ་ཡིན་ཟེར་ན། སྡེ་སྣོད་གསུམ་ལེགས་པར་སློབ་སྦྱོང་བྱེད་དགོས་ན་ངེས་པར་དུ།

ཐ་སྙད་མི་སྣའི་ཡ་བོ་མ་བྱས་མེད་ན་སྡེ་སྣོད་གསུམ་ལ་ལེགས་པར་འཇུག་ཐུབ་གི་མ་རེད་ཨང་དང་པོར་སྡེ་སྣོད་སོགས་ཀྱི་ཁ་ར་ཁ་གུག་མ་རེད་ཚིག་ལ་རྨོངས་འགྲོ་གི་རེད་ཚིག་ལ་རྨོངས་སོང་ན་ཨང་དོན་ཇི་མ་ཇི་བཞིན་རྟོགས་གི་མ་རེད་ཅི་སྟེ་རང་གིས་དོན་ཇི་མ་ཇི་བཞིན་བླ་མའི་མན་ངག་ལ་བརྟེན་ནས་དོན་ཇི་མ་ཇི་བཞིན་རྟོགས་པ་ཡིན་ནའི་རང་གི་སློབ་མ་ལ་མ་གོ་དོན་ཕྱིན་ཅི་མ་ལོག་པ་འགྲེལ་བཤད་རྒྱག་གི་མ་རེད་ང་ཚོ་དགེ་འདུན་པའི་སྡེ་ལ་འདི་འདྲའི་མང་པོ་ཡོད་ལ་སུ་སོས་ཅི།

པན་གཅིག་ནོ་ཞུ་བ་ཡིན་ན་ཡག་ག་ཚེ། ད་ལྟའི་དུས་ལ་འདི་མ་རེད། ད་ལྟའི་དུས་ལ་རང་ལ་ཡོད་པའི་ནུས་པ་དེ་མི་འཇིགས་མི་འཇིགས་མི་ལ་མངོན་བྱས། རང་གི་གྲུབ་འབྲས་དེ་གཞན་ལ་མཉམ་སྤྱོད་བྱས་ཚེ་དོ་སྣང་སྤྲད་ཚེ་དགེ་ལགས་ད་འདི་གསུངས་སོང། སོ་སོའི་ཤེས་ཀྱི་ཡོད་ན་འདྲ་ཤེས་ཀྱི་མེད་ན་འདྲ་ཡང་དག་པའི་བྱ་བ་ཅི་ཡིན་མི་འཇིགས་མི་འཇིགས་མི་ལ་མཉམ་སྤྱོད་བྱས་ཚེ། མིས་རང་གི་རྗེས་སུ་འཇུག་མ་ཐུབ་ནས་མི་ལ་དོ་སྣང་སྤྲད་ཡ་དེ་དཔེ་གལ་ཆེན་པོ་རེད།

རིག་གནས་ཀྱི་བརྒྱུད་སྤྲོད་བྱེད་པ་ལ་འོག་ལ་ཉན་མཁན་སྐོར་ཨམ་ཅོག་ཉན་མཁན་ཨམ་ཅོག་ཉན་མཁན་དེ་ངེས་པར་དུ་དོ་སྣང་ཡོད་པ་བཟོ་དགོས་པ་དེ་ཤེས་ཆེན་པོ་ཅིག་ཆགས། འགྲོ་དོན་དཔེ་ལ་འགྲོ་དོན། མིའི་བསམ་བློའི་ཁ་ཕྱོགས་དང་བསྟུན་པའི་སྐད་ཆ་ཡན་ཤེས་མ་ཤེས། དཀའ་ངལ་ཆེན་པོ་ཞིག་ཅིག་འཕྲད་འདུག་འདི་འཕྲད་མེད་ན་ཁྱེད་རང་རང་མགོ་ཐོན་པ་རེད་དེ་སྤྱི་ཚོགས་ལ་འགན་མ་འཁྱེར་དགོས་པ།

ཐུན་རྗེས་དང་ངེས་པར་དུ་ཐ་སྙད་རིགས་མིན་ལས་ཐུན་སྣང་སྣ་རོགས་རྣམས་སྙེ་མ་ཡང་ན་གོ་མདའ་གཅིག་གོ་མདའ་རིན་པོ་ཆེ་ཐོབ་ཐོབ་མང་པོའི་རྣམ་རྣམ་གྲངས་སོགས་པར་བརྒྱ་ཚད་སྙན་ངག་སོགས་ལ་མགོ་འཁོར་བ་གཞུང་ལུགས་ཐོས་བསམ་རྣལ་མའི་གེགས་ཡིན་པས་རྩ་བ་ཁོ་ནས་ཡན་ཀ་མ་ཚིག་ཨ། སྙན་མང་ལེགས་བཤད་རེད། ད་ལྟའི་དུས་ལ་ཆ་ལག་ཕུན་སུམ་ཚོགས་པོ། ཐུབ་བསྟན་མཛེས་པའི་རྒྱན། འོ་ངེས་པར་དུ་ག་རེ་གོ་གོ་ཐོག་སོགས་ཐ་སྙད་རིགས་མིན་ལས་ཤེས། དོན་གྱི་རིག་གནས་ལས་ཤེས། དུས་རབས་ཉི་ཤུ་རྩ་གཅིག་པའི་དགེ་འདུན་པ་ཞིག་ཡིན་ན་ངེས་པར་དུ་ཐ་སྙད་རིག་གནས་དང་དོན་གྱི་རིག་གནས་གང་གི་ཆ་ལ་མག་མོག་པོ་ཆུག་བྱུང་ན

སྙན་ངག་གི་གཞུང་ལུགས་ལེའུ་གསུམ་དང་བཅས་པའི་ཡན་ལག་དང་བཅས་པ་ཤེས་མཁན་དཀོན་པོ། མངོན་བརྗོད་ཀྱི་ཤེས་མཁན་དཀོན་པོ་དེ་འདྲས་ཆགས་པ་ཡིན་ན་ཧང་གར་ཆགས་རེད་ཟེར་ན། ནང་དོན་རིག་པ་ཡག་པོ་ཤེས་འོ་འདི་གྱིས་སྐྱོ་བོ་ཞིག་ཆགས་འདུག་དེ་འོ་འདི་གྱིས་སྐྱོ་བོ་ཆགས་ཚུན་སྤྱི་ཚོགས་ལ་མ་ཁ་ཕྱོགས་རྗེས་སློབ་གསོ་རྒྱག་དུས་སྤྱི་ཚོགས་ལ་མ་ཁ་བྱེད་ཅིག་རིག་གནས་བརྒྱུད་བརྒྱུད་སྤྲོད་བྱེད་དུས་ཁག་པོ་ཞིག་ཡོད་རེད། རིག་གནས་བརྒྱུད་སྤྲོད་མ་གཞི་དགོན་སྡེས་བྱེད་བྱེད་ཀྱི་རེད་དེ་དགོན་སྡེའི་མི་ཡོང་ས་སྤྱི་ཚོགས་ནས་རེད་ད། དགོན་སྡེའི་མི་ཡོང་ས་སྤྱི་ཚོགས་ལ་སོང་ད་རིག་གནས་ཁ་ག་བར་ཕྱོགས་དགོས་ཟེར་ན།